དེ་བྱས་བྱས། ད་ངས་ཞུ་དགོས་དོན་དེ་རེད་ད། ཕྱི་རྒྱལ་འགྲོ་བའི་སློབ་ཡོན་ཡིན་ནའི་མང་ར་སྟེ། རེད་བ། རྡ་རམ་ས་ལ་གང་ཅིའི་ཐད་ནས་ཡིན་པ་ཡིན་ནའི་ཡང་འགྱུར་བ་བཏང་ཡོད་ཞེས་བྱས། ཞོལ་འདི་ཡིན། ད་དེ་ནས། Rehabilitation Policy Act ནང་ལ་རེད་བ། ད་ཀ་ན་ཀྲ་ཀ་ནང་ལ་ཡག་ཤོས་བྱུང་བ་དེ་ད་ལྟ་ལོ་གཅིག་ཟུར་པ་ཆེན་པོའི་ཐུབ་བསྟན་ལ་དུ་བ། ཡག་ཤོས་བྱུང་བ་ཡོད་རེད། ཀ་ན་ཀྲ་ཀ Rehabilitation Policy Act རེད། འདི་ནང་ལ་ད། ལང་ཀ་ཀ་སྟོད་རེད་མེད་ང་ད་མང་པོ་ཞིབ་ཅིག་ཀ་སྒྲོག་འདི་ནང་ཡག་ཤོས་ག་ཚོད་ཀ་ན་ཀྲ་ཀ་སྲིད་གཞུང་གིས་སྲིད་ཇུས་ནང་ལ་རྩིས་འགོ་ཞིག་བཏོད་ཡོད་རེད། རྩིས་འགོ་བཏོད་པས་ཀ་ལས་ཁ་སྒོ་ཡོད་རེད་ད། བུ་མོ་དེ་ཀོ་རོར་གཅིག་གཉིས་ར་ཡས་ལས་ལྷག་བས་རྩིས་འགོ་བཏོད་ལ་དེ་ཁོ་གཏན་འཇགས་མ་དངུལ་ར་ཡས་ལོ་རེ་རེ་ལ་ཀོ་རོར་གསུམ་གསུམ། ཀ་ན་ཏཱ་གི་བྱི་རྒྱ་ཁག་ལྔ་ལ་སྣང་ཡང་བྱེད་དུ་ཡོད། འདི་གར་བསྟུན་སྐོར་ཟེར་ན། འདི་གར་བསྟུན་སྐོར་ཟེར་ན་ཀ་ན་ཏཱ་བའི་གཞུང་གིས། བོད་མི་འདིའི་གནས་སྟངས་འདི་གཞུང་འབྲེལ་རང་ཐོག་ནས་ངོས་འཛིན་བྱས་བྱས་རྩིས་མཁོ་གཏོད་བྱས་གནང་གི་ཡིན་ཟེར་སྡོད་ཁང་ལ་ཚེ་མཐོ་བོར་ད་ལྟའི་མཚམས་དུ་ལ་ང་དགོས་ལ་དེ་ལ་འབུམ་ལྔ་བཅུ་དེ་འདྲའི་སྐྱེས་ཡོད་ད་དངུལ་ལྷག་རྒྱོག་དེ་སྐྱེས་གོ་རེད། ད་རྩིས་མཁོ་རང་གཏོད་པ་ཡིན་ན། ང་གལ་ཆེན་པོ་ཞིག་ད་རེད། ཨ་ནི RTC ར་ཡི་དེ་རེད་ད་བལ་ལོ་དགུ་པའི་རྣམ་པ་བཟོ RTC རྒྱོབས་སུ་ལེན་ན་ཡག་གི་རེད་ས་མཚམས་འཛིན་མཁན་ཚང་མ་ཐིག་ཐེན་བྱས་ན་ཡག་གི་རེད་བསམ་གི་ཡིན་བསམ་པ་ལ། དེ་ཞུ་ཡ་ཡིན་དེ་ནས་ཨ་རི་ལ་ཡིན་པ་ཡིན་ན་ཡང་ང་ཚོས་ཀྱིས་ཨ་རིག་གི་དངུལ་རྩིས་ནང་ལ་རྩིས་མཁོ་གཏོད་ཡོད། ཨ་རིའི་སྲིད་ཇུས་ནང་ལ། ལོ་རེ་རེ་ལ་རྡོ་ལ་ས་ཡ་དགུ་ལས་མ་ཉུང་བ་སྤྲད་དགོས་རེད་ཟེར་གྱི་ཡོད་རེད་རྒྱ་གར་དང་བལ་ཡུལ་ལས་བོད་པ་ཚོ་ལ། འདི་ག་ལ་པི་ཨ་རེ་ནི་ས་ཡ་གཉིས་ཟ་དགོས་རེད་དེ་ས་ཡ་བཅུ་གཅིག་ལྷག་ཟེར་ལོ་ལྟར་རེ་བཞི་ཨ་རིའི་གཞུང་ནས་ར་ཡ་རེད་ད་ས་ཡ་བཅུ་གཅིག་བསྡོམས་པ་ཡིན་ན་ཁ་ཚིག་ངས་ས་ཡ་གོ་རོ་དྲུག་ཅུ་རེ་ང་ལ་ཡིན་ས་ཡ་བཅུ་གཅིག་བསྡོམས་པ་ཡིན་ན་ཕལ་ཆེར་གོ་རོ་བརྒྱད་ཅུ། ལོ་ལྟར་རེ་བཞི་ཨ་རིའི་གཞུང་ནས་བཙན་བྱོལ་ལ་ཡོད་བོད་མི་ཚོ་ལ་གནང་གི་ཡིན་ཞེས་བྱས་དེའི་རྒྱ་རེན་ཏི་རེད་ད། དངུལ་ལ་ན་ད་ལག་པ་འདབ་བརྐྱང་ར་བ་ལ་འོང། ད་དེ་ཡ་ག་ཞིག་འདི་ཟི་དགོས་ཟེར་ཨ་མོ་དངུལ་དེ་འདྲའི་ཕོན་ཆེན་པོ་ག་བ་འགྲོ་གི་ཡོད་ན་ཟེར་དེ་ད་གིན་ཟི་བ་འདི་རེད་ད་འབུམ་བརྒྱད་ཡ་ཕུལ་གོ་རོ་བརྒྱད་མ་ལེན་རེ་བ་ཡ་རྒྱ་བ་འགྲོ་གོ་རེད་ད་ཨ་ནི་ག་འདྲས་འགྲོ་གོ་རེད་ཟེར་ལབ་པ་ཡིན་ན། ད་དངོས་གནས་ཤེས་ནས་ཤེས་དགོས་དགོས་མ་རེད་འདི་ལ་སྤུ་གུ་རེ་འདྲེ་ཡོད་རེད་པ་གང་ཟག་སྒོ་ཐུར་ལ་མ་ཟུར་སྐྱེལ་རྗེས་ཤེས་ཀྱི་རེ་འདྲེ་ཡོད་ས་རེད་ཨ་རི་ནི་དངུལ་ག་རེ་ལགས་པ་ཡིན་ན་ཡང་མ་ང Private Fund ཉུང་གོག་རེད Direct Fund ཉུང་གོག་རེད་དེ་ཤཱཀྱ་དཔོན་ཆུ་ལས་ཁུངས་འགྲུབ་གོག་རེད་དཔོན་ཆུ་ལས་ཁུངས་གང་ལ་དཔོན་ཆུ་བཀའ་བློན་དྲུང་ཆེ་དབུས་པའི་ལས་བྱེད་ཀྱི་ཡོད་པས་དཔོན་ཆུ་ལས་ཁུངས་འགྲུབ་གོག་རེད་དཔོན་ཆུ་ལས་ཁུངས་གང་རེ་ཡོད་པ་ཡིན་ནས་ལྷན་ཁང་ཁག་གི་འཆར་གཞི་ཕུལ་དགོས་གོག་རེད་འཆར་གཞི་ཕུལ་བྱས་ཨ་ནི་གཞི་ཆགས་ལ་ག་རེ་ག་རེ་དགོས་གི་འདུག་སྨན་ཁང་ག་རེ་དགོས་སློབ་གྲྭ་ག་རེ་འདི་གས་ཚང་མ་བགོ་འགྲེམས་བྱས་བྱས་འཆར་གཞི་འདི་གྲོས་ཚོགས་ཕུལ་དགོས་གོག་རེད་ཨ་ནི་ག་ཚོད་གྲོས་ཚོགས་ཕྱི་ལོ་གསུམ་པ་ལ་དངུལ་ས་ཡ་བཅུ་གཅིག་གཞན་ལུགས་མ་ནི་ས་ཡ་ག་ཚོད་ག་ཚོད་རག་གི་ཡོད་ནས་སྐོར་རོ་ཉིས་བརྒྱ་བདུན་ཅུ་གི་དངུལ་སྒོར་མོ་རེ་རེ་ཨ་ན་རེ་རེ་རྩིས་ཚ་ཚང་སྐོར་བྱས་གྲོས་ཚོགས་ལ་ཕུལ་བྱས་གྲོས་ཚོགས་འཐུས་མི་ཞིབ་འཇུག་བྱས་ནག་གིས་གཟིགས་བྱས་ཨ་ནི་ཁ་ཚེ་མོ་ཉི་མ་བཅུ་གཉིས་བགྲོ་གླེང་བྱས། ད་དེ་གར་ཤུགས་ཆེན་པོ་བྱས། ཨ་དེ་ནས་ནང་ལོགས་ལ། ད་ལོ་རྒྱའི་ནང་ལ་ཕེབས་ཕྱིན་ང་རང། དམིགས་ཡུལ་དང་རེ་བ་ཟིན་པ་ནང་བཞིན་མང་ཆེ་འགྲུབ་པ་བཟོ་རབས་ཞིག་རེད་དཔལ་འབྱོར་ཡེ་ནས་འདབ་ལོ་གསུམ་འཕར་བསྡད་ཡོད་རེད། རྒྱ་དགོང་མོ་ས་ཡ་སྟོང་ཕྲག་གཅིག་ནས་ས་ཡ་སྟོང་ཕྲག། གསུམ་ལྷག་ཆགས་བསྡད་ཡོད་རེད། ཤེས་ཡོན་ཡར་རྒྱས་བཏང་གི་ཡིན་ཟེར་ཏེ་ཡར་རྒྱས་ཞེ་དྲག་འགྲོ་བསྡད་པས་ན་འཛིན་གྲྭ་བཅུ་གཉིས་ཀྱི་ཡིག་རྒྱུགས་བཏང་ཡ་འབྱོར་བ། ཉིས་སྟོང་བཅུ་གཅིག་ལོ་ལ། རྒྱུགས་འཕྲོད་ངེས་བརྒྱ་ཆ་བརྒྱད་ཅུ་གྱིས་བདུན་རེད། ཉིས་སྟོང་བཅུ་དགུ་ལོ་ལ་བརྒྱད་ཅུ་དགུ་བཅུ་གོ་བདུན་ཆགས་བསྡད་ཡོད་རེད། ད་དེའི་བི་ཧར་དང་མངའ་སྡེ་རྒྱ་གར་མངའ་སྡེ་གཞན་པ་ཚང་མ་བསྡུར་བས་ནི་ང་ཚོ་མཐོ་ཤོས་རེ་ཆགས་བསྡད་དགོས་རེད། འདི་སོང་ཙང་ནི་ད་ང་རང་ཚོ་དམིགས་ཡུལ་ཟིན་པ་ནང་བཞིན་བྱས་ཅེས་གངས་སྐྱིད་གཞུང་ཡོངས་རྫོགས་དང་བོད་སོ་སོ་ར་བ་ཞེས་གཡོ་ར་བ་དང་བཞུགས་སྒར་དྷརྨ་སཱ་ལཱ་ཟེར་དུས་ཡོང་ཐོང་ཡང་ཡོད་པ་ནང་བཞིན་བྱས།

རྒན་འཁྱིལ་བའི་སྐབས་ལ་དེ་དུས་ཨ་རི་གཞུང་ནས་བོད་མིའི་སྒྲིག་འཛུགས་ལ་རོགས་དངུལ་དེ་ཡ་བསྡོམས་མི་འདུག་ག་ནས་ལོ་རེ་རེ་ལ་ས་ཡ་གཉིས་དང་ཆ་གསུམ་ཞིག་མི་འདུག་ད་ཁ་སང་ང་ཚོ་ང་ཕལ་སྐད་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་གི་འགན་འཛིན་གི་ལས་ཀ་བཞག་ནི་གནས་སྟངས་ག་རེ་ཆགས་བསྡད་བ་རེད་ད་ལྟའི་ཆ་ལ་ལོ་རེ་རེ་ལ་ཨ་རི་གཞུང་སྤྱི་ཁོག་ནས་རེ་ད་གཞན་དག་དུ་བ་ཀ་ན་ཀྲ་དང་ཨི་ཡུ་ནས་ཏི་སི་རེ་བོ་རེད་ཨ་རི་གཞུང་སྤྱི་ཁོག་ནས།

འཁེལ་བའི་སྐབས་ལ་ཉིས་སྟོང་བཅུ་དྲུག་སྐབས་ལ་དེ་དུས་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་གི་མ་དངུལ་ལ་བོར་བ་དང་བང་མཛོད་དེ་ཨ་སྒོར་ཨ་སྒོར་འབུམ་གཅིག་དང་ཁྲི་བདུན་ཟེར་ཤག་ཨང་ཁ་སང་རྩིས་ཁྲ་རྩིས་ལེན་དཔེ་ཡག་པོ་བྱུང་སོང་རྩིས་ཁྲ་རྩིས་ལེན་བྱེད་པའི་སྐབས་ལ་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་སྤྱི་སྒོར་གི་ད་མ་དངུལ་འབྱོར་བ་ཨ་སྒོར་ས་ཡ་ལྔ་ཆགས་བསྡད་ཤག།

འབུམ་བཅུ་བཞི་མ་དང་ལྷག་ཡོད་མ་རེད། བཅོ་ལྔ་བཅུ་དྲུག་ནང་ལས་ང་ཚོ་འབུམ་ཉིས་བརྒྱ་ཚུད་ཡ་བར་ཡོད་རེད། དེ་ནས་བཅུ་དྲུག་བཅུ་བདུན་ནང་ལ་འབུམ་བདུན་བརྒྱ་ཟེར་ཡོད་རེད། བཅུ་བདུན་བཅོ་བརྒྱད་ནང་ལ་འབུམ་གཅིག་སྟོང་ཟེར་ཡོད་རེད། བཅོ་བརྒྱད་བཅུ་དགུ་ནང་ལ་འབུམ་གཅིག་སྟོང་བཞི་བརྒྱ། ད་ད་ལྟའི་ང་ཚོའི་གནས་སྟངས་དེ་གར་སོང་ན་འབུམ།